དེ་ལྟ་བུ་ཅན་གྱིས་རང་གི་ཉམས་སུ་མ་བླངས་ན་གྲོལ་རྒྱུ་མེད་པས་ཁྱབ་པ་ལྟ་བུ་དང་རང་རྒྱུད་ཀྱི་ཉམས་སུ་བླངས་ན་གྲོལ་ཐུབ་པ་ཅན་གྱི་ཐག་ཆོད་རྒྱུ་ཅན་ཏེ་དེ་ཐག་ཆོད་ཆོད་པོ་དེ་ཡང་དེ་སྤངས་རྟགས་ཡོད་པ་ཅན་གྱི་རིགས་དུས་གསུམ་གྱི་བདེ་བར་གཤེགས་པ་ཐམས་ཅད་འདི་ལྟ་བུའི་སྨིན་གསུམ་པོ་འདི་ཟོས་ནས་ནད་གསུམ་པོ་དེ་ལས་ཡོངས་སུ་གྲོལ་བའི་འབྲས་བུར་སངས་རྒྱས་ཀྱི་གོ་འཕང་དུར་བཀུག། སྟེང་སྐུ་གསུང་དུ་བསྟན་པ་ཡེ་ཤེས་ལྔ་ལ་སོགས་བུདྡྷའི་བུ་ཡོངས་སུ་ཐོགས་ཟིན་པ་ཅན་ལྔ་སོགས་ལ་སྤུངས་རྟགས་དགག་རྒྱུ་ཡོད་པ་ཅན་ཡིན་པའི་རྒྱུ་མཚན་གྱིས་དེའི་མགོ་ནས་རང་བརྗོད་རང་ལ་ཡང་ཐག་བཅད་ཐུབ་མཁན་གྱི་གཞི་བཅོལ་གཞན་གྱི་ངོ་ལ་བལྟས་ན་ཁུངས་བཤད་དང་ར་སྤྲོད་བྱེད་ཐུབ་པ་ཅན་གྱི་དད་འདོགས་ཟིན་བྲིས་ཅན་གྱི་ཧ་གོ་བ་ཅན་གྱི་ཞོགས་ན། དེ་ནི་ནད་ཉེ་བ་འཚོ་བའི་གནས་སྟེང་ཉམས་སུ་ལེན་འགྲོ་བའི་གནས་སྐབས་ནད་ཉེ་བ་འཚོ་བ་དེ་དེ་དུས་རྒྱུན་ནས་བྱུང་གི་རེད་གསུངས་རེ་ནད་ལ་ཡང་འཚོ་ཐུབ་པ་དང་གྲགས་ཐུབ་པ་ཅན་གྱི་འདུ་ཤེས་ཧ་གོ་བ་དེ་འབྲི་བྱེད་འདི་ཚོ་ནི་གྱིས་གསུངས་པ་རེ་ཤེས་པར་བྱའོ་ཞེས་གསུངས་པ་ལྟར། དེ་ནས་རང་གི་ཐོག་མ་མེད་པའི་དུས་ནས་འཁོར་བ་མདོ་སྔགས་ཀྱི་རྒྱ་མཚོ་ཆེན་པོ་འདིར། རྒྱུ་དུག་གསུམ་དང་འདོད་ཆགས་ཤེལ་རྡོ་གཏི་མུག་གི་དུག་སྣུམ་པ་གསུམ་དང་འབྲས་བུ་སྡུག་བསྔལ་གསུམ་གྱི་ནད་ཀྱིས་མནར་བའི་ནད་པ་ལྟ་བུ་ཅན་གྱི་རིགས་འདི་ཡོད་རེ་གསུངས་རེ་དུག་གསུམ་གྱི་འདི་ཕྱག་བྱེད་དུ་གཏུམ་མོ་ལ་སོགས་པའི་དུག་གསུམ་གྱི་དེ་ནི་ཡོངས་སུ་བརྟན་བཞག་པའི་གནས་པ་ཡིན་པ་བྱིན་གྱིས་བསྔོ་ཤིས་པ་གྱིས་ཐག་ཆོད་པ་གྱིས་གསང་བའི་རི་དང་ད་གོང་ནས་ས་གཞི་བཤུས་ཟིན་པའི་འོ་བརྟན་དེ་རེད་མདོ་ཨ་བུ་དཔའ་ཁྲོ་ཚང་གི་གསང་རེད་ནད་པ་ལྟ་བུ་ཡིན་གསང་རེད། ནད་པ་ལྟ་བུ་ཅི་མ་རེད་ནད་པ་རང་རེད་ད། ནད་གསུམ་པོ་དེ་ངོ་ཟེར་སོང་དེ་གསུམ་པོ་དེ་རང་རྒྱུད་ཨེ་འདུག་མི་འདུག་ཚུར་ལྟོས་དང་ཧ་གོ་དགོས་རེད་བ། ལས་དང་ཉོན་མོངས་ཀྱི་ནད་རང་རྒྱུད་ཨེ་འདུག་མི་འདུག་ཅེས་ལྟོས་དང་ཧ་གོ་དགོས་རེད། དེ་ནོར་གི་སེན་ནོར་གི་ནད་ཀྱི་སྡུག་བསྔལ་གི་སེན་མ་ཟིན་པ་ཅིག་གི་སེན་དེ་སུ་ལ་འདུག་ལྟོས་དེ་ཧ་གོ་གི་རེད་རུང་འདུག་རུང་གི། ཤི་གི་རུ་བ། དེ་ཡོད་ཚ་དེ་སོ་སོ་ནད་པ་རུང་རེད་ཚ་རེད་ནད་སོ་ནད་པ་གསུམ་པོ་གང་རུང་རེད་ཚ་དེ་ནད་པ་རུང་རེད། དེ་ལྟ་བུ་ཡིན་སོང་རེད། དཔེར་ན་ནད་ཚ་པོ་གཅིག་ནི་ལྟ་སྤུས་ཀྱི་ནད་པ་དེ་ནི་སྨིན་པར་མཁས་པ་ཞིག་བསྟན། དེ་ནས་སྨན་པ་དེ་ནས་ཇི་ལྟར་སྒམ་པོས་བསྒོ་བ་བཞིན་བསྒྲུབས་ནས་གང་བ་ཞིམ་པོ་ཀྱི་སྨན་བཏང་སྟེ་ནད་ལས་གྲོལ་བུ་གྲོལ་བུ་ཀྱི་བདེ་བ་གཏན་དུ་རྙེད་བ་ལྟར། དེ་ནས་སྨན་པ་མཁས་པ་ལྟ་བུ་ཀྱི་མཚན་ཉིད་དང་ལྡན་པའི་བླ་མས་ཅི་གསུངས་པའི་ཀྱི་བཀའ་བསྒྲུབ་དམ་པའི་ཀྱི་དམ་པའི་ཆོས་ཀྱི་སྨན་བཏུང་བས་ན་དེ་ནི་ལས་ཉེས་སྡུག་བསྔལ་གྱི་ནད་ལས་གྲོལ་བ་ཞིག་དགོས་པ་བཞིན་གསུངས་པ་རེད་དེ་ལྟ་བུའི་རྐྱེན་གྱིས་ཡིན་དུས་རང་ཉིད་ནད་པ་ཡིན་པ་དེ་ཧ་དུ་གོ་ཚར་དུས་ནད་པ་ཐམས་ཅད་ཀྱིས་སུ་བསྟེན་འཚེ་དགོས་རྒྱུ་རེད་ཟེར་ན་ཡིན་གྱི་མེད་ཀྱི་སྨན་པ་འཚོལ་དགོས་རྒྱུ་རེད། སྨན་པ་ཚོས་གཉིད་ཚ་བའི་རྗེས་སུ་ཅི་ཞིག་དགོས་ཀྱི་རེད་སྨན་པས་ག་རེ་སྤྲད་པ་སོགས་བསད་པ་དེ་ཟ་མ་ཟ་བསད་པ་དེ་མ་ཟ་ན་ངས་ཁྱོད་ལ་ནད་ལས་དྲག་ཐུག་གི་རེད་གསུངས་རེད་སྨན་པ་དགེ་བས་སྨན་པ་དེ་གའི་བསྟན་བཅོས་དེ་མ་ཉན་ན་བཟོ་བསད་མཁན་དེ་མ་བཟོས་མ་བཟོས་ཟས་ཟས་ཐོངས་ཀྱི་ཟོས་དེ་ནི་ཁྱོད་ཤི་རྒྱུ་ཉག་གཅིག་མ་གཏོགས་ཡོད་ཀྱི་མ་རེད་བྲོ་བའི་དུས་མེད་པ་དཔེ་དེ་ལྟ་བུ་ཡིན་དུས་སྨན་པ་མཁས་པ་དེ་དང་མཚུངས་པ་ཅན་གྱི་བླ་མ་དགེ་བའི་བཤེས་གཉེན་ཞིག་ཁྱོད་ཁྱོད་སྒྲུབ་དགོས་རྒྱུ་ཅི་འདི་སྒྲུབ་སྒམ་དགོས་རྒྱུ་ཅི་འདི་སྒམ་དགོས་རྒྱུ་རེད་མ་སྒྲུབ་མ་སྒམ་ཟེར་རྒྱུ་དེ་མ་སྒམ་མ་སྒྲུབ་དགོས་རྒྱུ་རེད་མ་གཏོགས་ཁྱོད་བོད་སྐད་གསལ་རྒྱུ་གཅིག་འབའ་ལས་དུས་ནང་དུ་གྲོགས་གི་མ་རེད་སོང་རེད་ད་འདི་གོང་ནས་ངས་གསལ་བཤད་ཤུས་སུ་འབའ་ནང་གི་ཅི་འདི་ནས་སྨན་རང་གི་བཏང་ནས་ནས་ལས་གྲོགས་དགོས་རྒྱུ་རེད་ཏོག་རང་གི་ཟ་ནས་གྲི་གུམ་འདྲང་དགོས་རྒྱུ་རེད་མ་གཏོགས་ཁྱོད་བོད་སྐད་རང་གི་ཁ་སྐོ་ཟ་མི་དགོས་མཁན་གྱི་རྒྱག་འགྲོ་རྒྱུ་ཅི་འདི་སྨན་ཁ་ལ་ཟ་མི་དགོས་ནས་ལས་གྲོགས་འགྲོ་རྒྱུ་དེ་འདྲ་ཅི་འདི་མི་སྲིད། དཔེ་དེ་ལྟ་བུ་ཅན་གྱི་ཚུལ་དུ་བསྟན་ནས་དེ་ནས་བླ་མ་དགེ་བའི་བཤེས་གཉེན་དེ་ལྟ་བུ་གྱི་འདུ་ཤེས་བཞག་ནས་དེ་སྨིན་པ་འདི་གི་ཅི་གསུང་བཀའ་དྲུག་དུ་མ་བཞེས་ན་ནངས་ནད་ལས་གྲོལ་ཏེ་ཚེ་ཡི་དབང་པོ་འདི་དག་ཐམས་ཅད་ལོངས་སྤྱོད་པའི་གོ་སྐབས་མི་འབྱུང་པ་ཅན་གྱིས་དེ་འདྲ་ཅན་གྱི་རང་གི་ཡིན་ཚུལ་དེ་ཧ། དཔེ་དེ་ལྟ་བུའི་ཚུལ་དུ་གོ་ནས་དེ་བླ་མ་དགེ་བའི་བཤེས་གཉེན་དེ་བསྟེན་ཚུལ་སྨིན་པར་བསྟེན་པ་ལྟ་བུ་བྱེད་དགོས་ཀྱི་རེད་གསུངས་རེ་སྨིན་པ་བསྟེན་ཀྱང་བླ་མའི་བཀའ་བཞིན་མ་བསྒྲུབས་ན་དེ་ནི་སྨིན་པའི་སྒོ་ལ་རྒོལ་བ་མི་རྙེད་ན་སྨིན་པའི་ནད་པ་ཕན་འདོགས་ཐབས་མེད་པ་དང་འདྲ་གསུངས་རེ། དེ་ཡིན་དུས་ནད་པ་དེ་ཡིན་ན་བླ་མ་དགེ་བཤེས་གཉིས་ཀྱིས་ག་རེ་གསུང་གསུང་ལྟ་བུ་བྱེད་ཀྱི་གི་དེ་ནི་ཅི་གསུང་བཀའ་སྒྲུབ་བྱས་ནས་ཅི་མཛད་ལེགས་པར་མཐོང་པའི་མོས་གུས་ཀྱིས་བྱས་ནས་བླ་མའི་ཞལ་སྔ་དེ་སེམས་བརྗོད་དུ་ཐོགས་ནས་ཨེ་ནས་རང་ཕྱོགས་ལས་ཡོད་པའི་གི་ལས་དང་གཉེན་པོ་པོའི་གསང་བའི་གི་ནད་ཐམས་ཅད་ལས་དྲོགས་ཏེ་དེ་ནི་ནད་འདི་ཐམས་ཅད་ལས་དྲགས་ཟིན་པའི་གི་དེ་ནི་འབྲས་བུ་སྟེང་སྐུ་ཐོབ་དགོས་ཀྱི་རེད་བསྟན་པ་ཡེ་ཤེས་དད་འདུན་མངལ་དུ་བཅུག་དགོས་ཀྱི་རེད་མ་གཏོགས་དེ། བླ་མ་དགེ་བའི་བཤེས་གཉེན་གྱི་བསྟན་བཅོས་ཀྱི་རྐྱེན་དེས་མ་བཞེས་གསལ་གསལ་དུ་གྱིས་གཞི་གསལ་གསལ་དུ་མ་བཞེས་བསྡད་པ་དེ་གས་དེར་ཟིན། རྒྱུ་རྐྱེན་པ་ལ་སྤྲོ་དགོས་ཀྱི་ཡོད་ན་ཡང་སྤྲོ་ཐབས་ཙམ་ནི་ཡོད་མ་རེད་གསུངས་རེད་དཔེར་ན། སྨན་པ་མཁས་པས་ག་རེ་གྱིས་གསལ་བ་དེ་མ་བཞེས་ཁ་ལ་མ་ཉན་སྨན་སོགས་གསལ་གསལ་དུ་མ་བཟོས་ན་རང་གི་ནད་དེ་སྤྲོ་ཐབས་མེད་པ་དཔེ་གཏད་དུ་བཅུག་པ་བྱིན་གྱིས་རེད་གསུངས་པ་བཞིན་རེད་དེ་ཡིན་དུས། ནད་པ་ཁོ་རང་གི་སྨན་ཟ་རུ་མ་བཞེས་ན་དགེ་བའི་བཤེས་སྨན་པ་བསྟེན་རྒྱུ་ཅི་བཞིན་འདི་བཞིན་མེད་པ་ནང་གི་ཅི་འདི་དགེ་བའི་བཤེས་གཉེན་ལ་ཞི་ཐག་ཡོད་མ་རེད་བཙན་པོ་ཨོང་ཡོད་ཐུག་ནས་ཐབས་ཤེས་གང་ཡང་མེད་པ་ཅན་གྱི་ཡིན་དུས་བསྟན་པ་བདེ་བ་ཞེས་པས་ནི་ངས་ཁྱོད་ལ་ཐ་ནི་བསྟན་དགོས་ཡོད། རང་ལ་རག་ལ་ཡིན་པས་རག་འགྲོ་དང་མི་འགྲོ་ཐར་པ་ཐོབ་པའི་དོན་དུ་རྙེད་དང་མི་རྙེད་དེ་རང་རང་སོ་སོ་ལ་རག་ལས་པ་ཅིག་ཡིན་ནི་སངས་རྒྱ་རྒྱུ་ཨོ་དེ་ལྟ་བུ་ཅན་གྱི་རེད། ཐོག་མཐའ་མེད་པ་དང་འདྲ་སོང་རེད། དེ་ནས་དམ་པའི་གི་ཁྱོད་ནི་སྨན། རང་གི་གཏམ་དེ་དྭངས་པའི་ཁྱོད་ཀྱི་སྨྲས་རང་གི་གཏམ་དེ་ནི་དམ་ཉམས་སུ་མ་ལོང་ན། ནད་པ་ཞིག་གི་སྔས་སུ་སྨན་དང་སྨན་ཡིག་གྲངས་མེད་པ་ཡོད་ཀྱང་རང་གི་སྨན་མ་བཏུང་ན་ནད་ལ་མི་ཕན་པ་དང་འདྲ་གསུངས་པ་རེད། ད་ང་རང་ཚོ་འདི་འདྲ་གསུང་མཁན་གསང་མཁན་ཧ་ཅང་མང་པོ་ཞིག་རག་རེད། གོང་ནས་ཞུས་པ་རྣོ་གས་ཀྱི་སྨད་ཁ་སྐོར་རང་གིས་མ་བཟོས་ལྟོགས་ཁ་སྐོར་རང་གིས་མ་བཟོས་ནས་རང་གི་གྲོད་དགུ་རྒྱག་འོང་རྒྱུ་གི་རེ་བ་བརྒྱབ། སྨད་ཁ་སྐོར་མི་ཟ་ནས་ནད་ལས་གྲོལ་རྒྱུ་གི་རེ་བ་བརྒྱབ། དེ་ནས་དེ་འདྲ་བྱས་བསྡད་པ་ཙང་གི་ཕའི་ནད་དེ་གྲོལ་རྒྱུ་གི་དུས་མེད་པ་ནང་གིས་ཅི་ནས། དེ་བླ་མ་དགེ་བའི་བཤེས་གཉེན་གྱིས་གང་བསྟན་པ་དེ་འདྲ་གཅིག་ལ་བསླབས་ནས་དེའི་སྒོ་དེ་ཡོངས་སུ་བཏུམས་ནས་དེ་ནས་ནད་ལས་གྲོལ་དགོས་ཀྱི་རེད་རང་གིས་དུས་སང་སྒང་སྲུང་ལ་སོགས་པ་བྱས་ཕྱིར་ག་རེ་ཟེར་གི་རེད། འོ་ཁྲོག་ཅི་ལྟ་བུའི་གི་རྫས་ཀྱིས་སྨྲེ་དགོས་ཀྱི་ཡོད་ན་རང་ཉིད་ཀྱིས་འཚོལ་ནས་ཟ། འོ་དེ་ནང་གི་ཅི་དེ་བཟླས་པ། དེ་ནས་རྣག་ལྕགས་ལྟ་བུའི་གི་སྔགས་ཀྱིས་ནད་སྨྲེ་དེ་དགོས་ཀྱི་ཡོད་ན་ཡང་བཟླས་བརྗོད་རང་གིས་བྱས་ནས་དེ་ནས་སེན་སྡུག་སྔགས་ལས་གྲོལ་དགོས་ཀྱི་ཅི་དེ་འདྲ་རེད་གསུངས་པ་རེད། འོ་དེ་ནང་གི་ཅི་ནི་སྒམ་པ་ཏིང་ངེ་འཛིན་གྱི་སྨྲེ་དེ་རང་ཉིད་རང་གིས་ཟ་ནས་དེ་ནས་སྒམ་པ་ཏིང་ངེ་འཛིན་ལ་རང་ཉིད། ལྷགས་ནས་རང་གི་སྒམ་ནས་དེ་ནས་བཏིང་པ་ལས་དོན་གཉེན་མོ་བུ་གི་ནད་ལ་ཡང་དྲོ་དགོས་ཀྱི་རེད་མ་གཏོགས་རང་གིས་མ་བཟོས་ན་དྲོ་ཐབས་མེད་པ་དེ་སྐྱིད་པ་ཅན་གྱི་རེད་གསུངས་རེད་དེ་ང་རང་ཚོ་གི་ཁག་ཏུ་པད་ཤག་ལ་སོགས་པ་དུ་སོག་ཐང་ཆེན་བརྒྱ་ཕྲག་སྟོང་ཕྲག་བྱས་ནས་དེ་དག་ཐང་ཆེན་ནས་དེའི་ཤང་གི་བར་དུ་རྩི་རལ་གི་ནང་ལ་བཏང་བརྐོ་རྒྱན་གྱིས་ཡོངས་སུ་བསྒྲོགས་ནས་དེ་ཡར་འཕོ་ས་མགོ་སྔས་ཡར་གྱེན་ནས་རྩི་བཞག་ཡོད་རེད། དེ་དེ་དང་པོའི་ཆོས་ཀྱི་རིགས་བཤད་ཀྱི་ནི། དེ་ནི་དེ་རྩེ་གཞག་རྒྱུ་ཅན་གྱི་ཀ་པའི་ཤ་དོག་རྩིས་པ་པོ་གི་གང་ཟག་གཉིས་པོ་དེ་ནི་འབྲེལ་བ་ནི་རྩ་ནི་ཡོད་མ་རེད་ཁ་ནི་སྐྱག་མ་ཉུག་པ་གྱི་རེད་དེ་དེ་ལྟ་བུ་ཅན་གྱི་ཆོས་དོག་གང་ཟག་གཉིས་པོ་དེ་ལ་ཆོས་བདག་གཉིས་པོ་དེ་འབྲེལ་བ་རྩ་ནི་མ་གྲུབ་ཚ་ནི་བཟོ་འདི་ཁྱོད་ཀྱི་ཕན་ཐོགས་དབང་གིས་སྐྱེ་བ་མ་རེད་གསུང་རང་ཡག་གི་རྩེ་གཞག་པ་དེ་པས་ན་ནད་པ་ཅིག་གི་མདུན་དུ་ལ་སྨན་ཡིག་ལུང་པ་གང་མདུན་དུ་རྩེ་གཞག་པ་དེ་གས་ཨེ་ནི་ཀོལ་ནད་རེ་དྲག་འོང་པ་ལ་ཕན་གི་མ་རོ་དཔེ་དེ་དུ་བཏུམས། གཅིག་པ་གཅིག་ཟིན་ཡིན་གསུངས་པ་རེད། ནད་ལ་མི་ཕན་དཔག་ཏུ་འདྲ་འདྲ་ཡིན་གསུངས་པ་རེད། ལར་ད་ལྟ་བས་ཀྱི་དུས་ན་ན་བླ་མེད་ཀྱི་ཐུགས་རྗེས་གཟི་ཡིས་བསྲེགས་ནས། དེ་ནས་ཧོར་རས་ཆེན་པོ་བྱེད་ཅིང་རང་གི་མི་དགེ་བས་ཀྱི་ལས་དུ་མ་བསགས་ཀྱང་དེ་བས་ཀྱི་འབྲས་བུ་མྱོང་མི་དགོས་པར་བླ་མེད་ཀྱི་ཐུགས་རྗེས་དག་པའི་ཞིང་ཁམས་སུ་བདོག། རྡོ་འཕེན་འཕེན་བྱེད་རྒྱུ་ཡོད་སྙམ་པ་འདུག་སྟེ་ལག་མི་ཐུགས་རྗེས་བཟང་ཟེར་བ་དེ་བརྩེ་བས་རྗེས་སུ་བཟང་ཟག་མེད་གདམས་ངག་བསྟན། སྤང་བླང་གི་མིག་ཕྱེ་རྒྱལ་བའི་གི་བཀའ་ལྟོ་བཏོན་ནས་ཐར་པའི་གི་ལམ་བསྟན་པ་དེ་ལས་ལྷག་པའི་གི་ཐུགས་རྗེ་སྐྱེ་ཡོང་མེད་གསུངས་པ་བཞིན་འོ་དེ་རེད་དེ་དེ་རིང་ཁ་སང་ང་རང་ཚོ་ཆོས་སྡིངས་ཀྱི་ཞལ་དུ་བཤད་དགག་པས་ང་ཆོས་པ་ཡིན་ཟེར་ནས་བླ་མ་ལ་ཐུགས་རྗེས་གཟིགས། ཐུགས་རྗེས་གཟིགས་ཟེར་ནས་དད་རྐྱང་རྐྱང་འབོད་ནས་རང་རང་སོ་སོའི་གི་ནས་དན་དུ་བསྙད་དགོས་ན་དད་པ་སྔགས་ཡང་མི་སྒྲུབ། སྒམ་པ་ཏིང་ངེ་འཛིན་གྱི་སྨད་གཡོགས་ཀ་ན་ཀ་ན་དེ་རང་ཉིད་ནི་སྤྱི་འཐུས་སངས་དགའ་ཟུང་གི་གདན་ཚོགས་ལ་འཇུག་པ་སོགས་ཀྱི་བྱ་བ་དང་འབྲེལ་བ་རྩ་ནས་མེད་མཁན་གྱི་གཞི་དེ་བླ་མ་རང་གི་ཐུགས་རྗེས་གཟིགས་དགོས་ཟེར་ནས་འགན་ཐང་ཆད་དེ་བླ་མ་ལ་ཕ་གིའི་ལས་ཀ་ཐང་ཆད་དེ་བླ་མ་ལ་བསྐོས། ཨོ་ད་ངས་ད་ལྟ་བར་དུ་བོས་བོས་ནས་ཁྱོས་ང་ལ་ཐུགས་རྗེས་གཟིགས་མ་སོང། ངས་ཇེ་འབོད་འབོད་བྱས་དེ་ང་ལ་སྡུག་བསྔལ་ནི་སྐྱེལ་ཁྱོད་མྱོང་མྱོང་ཀྱིན་གྱི་རེད་ཟེར་ནས་དེ་བླ་མ། མཐའ་མི་མཐའ་མ་དེ་ལ་ཅིག་གྱོད་འཕྲི་སག་གི་གྱོད་གཞི་ལྟ་བུ་ཞེས་བྱས་ནས་བཀའ་འཁྱུག་གསོན་པོ་ཟེར་མཁན་དང་སངས་རྒྱས་བཀའ་འཁྱུག་ཟེར་མཁན་དེ་སོགས་ཐམས་ཅད་བཀའ་བརྒྱུད་གཏོང་ས་ལོག་ལྟ་བྱེད་ས་འདྲ་བོ། དེ་འདྲས་ཀྱི་རྒྱུ་རྐྱེན་དང་ཡང་མི་འགྱུར་པའི་ངེས་པ་མེད་པ་ཡིན་པ་ཡིན་ན་དེ་ནི་རང་ཉིད་རང་གིས་སྨད་དེ་ཟ་ནས་གྲོགས་དགོས་པ་ནང་གི་ཆུ་ཉག་ཚོ་རང་གིས་བརླན་ནས་སེམས་ཀྱི་ཆུ་དང་བསྲེས་ནས་སེམས་དེ་བཅིངས་པ་ལས་གྲོགས་དགོས་རྒྱུ་རེད་མ་གཏོགས་རང་གི་སེམས་ཀྱི་སྟེང་དུ་ཆུ། ཁྱོད་ཐུགས་ལ་མ་གཏོང། ཁྱོད་དེ་སེམས་ཐུགས་ལ་མ་གླེང། ཁྱོད་དང་སེམས་གཉིས་འབྲེལ་བ་དེ་མ་བསྒྲུབས་ཕྱིན་ཆད་ལ་དེ་ནི་གྲོགས་ཐབས་ཙམ་ནི་ཡོད་མ་རེད་གསུངས་རེད། ད་ལྟའི་སངས་རྒྱས་ཐམས་ཅད་ཀྱི་རྟོགས་འཕེན་འཕེན་བྱས་ནས་དག་པའི་ཞིང་ཁོང་ལ་ཡར་འཕེན་བཞག་རྒྱུ་ཡོད་ན་དང། ང་རང་ཚོ་གིས་སངས་རྒྱས་ཐམས་ཅད་ལ་འབོད་ཁོ་རང་དགོས་ཀྱི་མ་རེད། སངས་རྒྱས་ཐམས་ཅད་ཀྱི་གནའ་སྔ་དུས་སྔ་ནས་བཟུང་སྟེ་ང་རང་ཚོ་སངས་རྒྱས་ཀྱི་ཞིང་ཁང་ཐམས་ཅད་རྡོ་གཡུག་གཡུག་ཞིག་སངས་རྒྱས་ཐམས་ཅད་གཡུག་ཚར་རེད། སྐྱེས་ཀྱང་ད་ལྟ་འཁོར་སོང་གོ་བ་ལྷག་མེད་པ་བརྒྱ་ཆ་བརྒྱ་རེད། དེ་གཡོ་སྒྱུ་མེད་པ། གཡུག་ཐབས་མེད་པ། མཐའ་ཤིང་ནུབ་པ་ཐང་ཆེན་ཡོད་དགུ་ཐང་ཆེན་ཕྱོགས་འདི་དེ་གཡོ་ཐུབ་གི་ཧ་ཁྱད་ཚ་རེད་སངས་རྒྱས་ཐང་ཆེན་ཧུད་ཐུབ་ཚ་རེད་གཡུག་ཐབས་ཡོད་མ་རེད་གཡུག་སྒྱུ་ཡོད་མ་རེད། དེ་མེད་པའི་རྒྱུ་མཚན་ལ་བརྟེན་ནས་ང་རང་ཚོ་དུས་ད་ལྟའི་བར་དུ་ཁོ་སུམ་ཁོ་བུ་ནས་སྡུག་འབུར་རེ་ལག་བསྡད་རྒྱུ་རྐྱེན་གྱི་གནད་འགག་དེ་ལ་ཐུག་བསྡད་པ་ཅིག་རེད་མ་གཏོགས། བླ་མ་དང་སངས་རྒྱས་ཐམས་ཅད་ཐུགས་རྗེས་གཟིགས་ཟེར་ནས་རྡོ་གཡའ་ནམ་མཁའ་ནང་ལ་འཕང་གཡོགས་པ་གཡོག་གཡག་པ་ནང་གི་ཞིང་དག་པའི་ཞིང་ཁམས་ལ་གཡོག་གཡག་རྒྱུ་ཅན་གྱི་ཡོད་ན་སངས་རྒྱས་ཐམས་ཅད་ལ། དེ་ནི། གཡོག་ག་མཆོག་གི་ཡོད་དང་སངས་རྒྱས་ཐམས་ཅད་གཡོ་བྱེད་སྤྱོད་པའི་ཐུགས་བརྩེ་བ་སྙིང་རྗེ་ཆེན་པོས་མ་འདངས་པ་མ་རེད་གཡོ་བྱེད་སྤྱོད་པོ་ཤོ་ནུ་བོ་གི་ཐུགས་རྒྱལ་གྱིས་མ་འདངས་པའོ་མ་རེད། དེ་ཡུལ་འདོད་བྱེད་པོ་གི་གར་བརྗོད་བཙན་དྲུག་ལ་སོགས་པ་ལ་སངས་རྒྱས་ཐམས་ཅད་གྱིས་མ་འདངས་པ་དང་མ་རེད། སངས་རྒྱས་ཐམས་ཅད་ཀྱིས་དེ་ནི་གཡུ་ཐག་མི་གསུང་པའི་རྒྱུ་མཚན་དེ་ནི་ང་རང་སུ་ལྷག་གསུངས་པ་ཅན་གྱི་ཡིན་དུས་བླ་མའི་ཐུགས་རྗེ་གི་བཟང་ཟེར་བ་དེ་ནི་གཟུངས་ཐག་ག་འདྲི་ཅན་གྱི་རེད་ཟེར་ན། ཐུགས་བརྩེ་བ་སྙིང་རྗེ་ཆེན་པོས་ཡོངས་སུ་ཟིན། རང་རྒྱལ་ལ་ཡོད་པའི་གི་དེ་ནི་ཐག་རིས་ཀྱི་གདམས་ངག་ལ་སོགས་པ་གང་ཡོད་པ་དང་གྱི་སེམས་ཅན་ཐམས་ཅད་ལ་མ་བསྟན་འདི་དུས་ད་གར་སི་ཀི་རི་གཞོན་པ་རྣམས་ཀྱིས་རྟག་ཏུ་གཞི་གསུམ་པ་ནང་གི་གཞོན་པ་རྣམ་པ་བཞི་གི་ནང་ནས་ད་དམ་པའི་ཆོས་ཀྱི་གཞོན་པ་དེ་གཞོན་པ་ཀུན་གྱི་མཆོག་གསང་གི་དམ་པའི་ཆོས་ཀྱི་གཞོན་པ་གཏོང་རྒྱུ་འདི་རང་རེད་གསུངས་རེད། སྐུ་ཡི་བསྲུང་བ་བསམ་གྱིས་མི་ཁྱབ་པ་བསམ་གྱིས་བསྲུང་བ་བསམ་གྱིས་མི་ཁྱབ་པ་ཐུགས་ཀྱི་བསྲུང་བ་བསམ་གྱིས་མི་ཁྱབ་པ་ཡོད་རེ་ཡོད་དོ་ཅོག་མ་ལུས་པ་ཐམས་ཅད་དེས་གདམས་ངག་ཟབ་མོ་གཅིག་ཏུ་དྲིལ་ནས་མ་སྟེང་བསྡུ་རྒྱུ་སྐྱེ་འོང་བཀོད་པའི་སྟོབས་ཀྱི་སྒོ་ནས་སྨོད་པ་ཡོངས་སུ་ཞི། ཁྲེལ་བཤད་པའི་སྟོབས་ཀྱི་སྒོ་ནས་རྒྱུ་བྲོ་བ་ཡོངས་སུ་བསྟན་རྒྱ་སྟེང་གི་གླང་འབུ་པ་ལ་སོགས་པ་དེ་སོགས་ཐམས་ཅད་ལ་བརྟེན་ནས་དེ་ནི་བདེ་བ་གཅིག། སློབ་མ་དང་བཅས་དེ་ནི་ཐུགས་རྗེས་འགྲོ་བ་ལ་ཡ་མངལ་དུ་ཞེས་ཐུགས་ཁུར་ཡོད་ན་ད་ལྟའི་ཐོག་ནས་ཞེས་བརྗོད་ཅིང་དེ་རིང་མ་གཏོགས་བཅུ་བུ་ཞེས་གཞན་སངས་རྒྱས་ཐམས་ཅད་ཀྱི་ཐུགས་རྗེས་གཟིགས་སའི་སྒོ་ཁ་བརྗོད་ཀྱིན་དེ་ལ་པས་སེམས་མངོན་གྱི་སྐྱག་སྐམ་པ་གང་འཛིན་འགྲོ་རྒྱུ་ལྟ་བུ་དེ་འདྲའི་གང་ཡང་ཡོད་མ་རེད་བསམ་རེ་གདམས་ངག་བསྟན་སྤོང་ལམ་གྱི་བུ་སྤོང་བཞག་གི་ཆོས་དན་དག་འདི་རེད་ཆོས་སྤོང་དགོས་རྒྱུ་ཅན་གྱི་སྡིག་པ་མི་དགེ་བའི་ཆོས་དེ་འདི་འདྲས་རེད་བླང་དགོས་རྒྱུ་ཅན་གྱི་དགེ་བ་དམ་པའི་ཆོས་སེང་གེ་འདི་འདྲས་ཡིན། སྤོང་བྱ་དེ་དངོས་ཤེས་ཚ་སོང་ན་དེ་སྤོང་པའི་ཚུལ་འདི་འདྲའི་ཤེས་ནས་སྤོང་དགོས་ཀྱི་ཡོད། སློང་བྱ་དྭངས་པའི་ཆུ་དེ་དངོས་ཤེས་ཚ་སོང་ན་སློང་དུས་ཀྱི་ཚུལ་དེ་འདི་འདྲའི་ཤེས་ནས་སློང་དགོས་ཀྱི་ཡོད་ཟེར་ནས་སྤོང་བྱ་སྤོང་ཚུལ་སློང་བྱ་སློང་ཚུལ་སོགས་བསྟན་འདུག་རྒྱུ་རྐྱེན་དེ་ག་རང་ཐུགས་རྗེ་གི་གཟི་ཡིན་ཐུགས་རྗེ་གཟིགས་འདུག་རྒྱུ་རྐྱེན་དེ་ད་དེ་རེད། དེ་ལ་ལྷག་པའི་ཐུགས་རྗེ་གཟིགས་རྒྱུ་སུ་ལའང་ཡོད་མ་རེད་གསུངས་པ་རེད། རྒྱལ་བོད་ཀྱི་བཀའ་ཐང་ཆད་དང་རྗེས་འཇུག་མཁས་པ་ཐང་ཆད་ཀྱི་ཚད་མ་གསང་དུ་གདན་དགའ་བོད་ཀྱི་བསྟན་བཅོས་ཐང་ཆད་ལ་ཇི་ལྟར་གསུངས་པའི་དན་ཏིག་གི་དན་རྟགས་ཐམས་ཅད་དུ་སྒྲོ་ཡོས་སུ་དཀྲོལ་ནས་དེ་གདུལ་བྱ་ཐམས་ཅད་ཀྱི་རྣ་བའི་གི་སྣོད་དུ་ལ་མ་རིམ་པ་བཞིན་དུ་བླུག་འདུག་རྒྱུ་བྱིན་དེ་ལ་ད་ཐུགས་རྗེའི་བླ་མའི་ཐུགས་རྗེ་གི་བླ་མའི་ཐུགས་རྗེ་ཁྱེད་དེ་ནི་གར་སེ་གོ་རེད་སློབ་མ་ཡོངས་སུ་སེམས་ཟེར་མཁན་དེ་ད་དེ་འདྲ་གཅིག་རེད་མ་གཏོགས་གཞན་བཟུང་བྱ་བཟུང་ཐབས་ཅི་ཡོད་མ་རེད་སང་རེ་ལྷག་པའི་གི་ཐུགས་རྗེ་ཅི་ཡང་མེད། ཐུགས་རྗེ་དེ་ལ་བརྟེན་ནས་ཐར་བུ་ལང་དུ་འགྲོ་དང་མི་འགྲོ་ནི་རང་ལ་རག་ལས་ཤིང་དེ་ལས་བྱུང་ན་ད་རེས་དལ་འབྱོར་གྱི་མི་ལུས་ཐོབ། བླང་དོར་གྱི་གནད་ནི་ཤེས། རང་ལ་རང་དབང་ཡོད་པའི་གི་དུས་འདི་ནི་མདུན་མ་བརྟན་ལེགས་དང། བརྟན་གཉིས་ཀྱི་ནི་ས་མཚམས་ཡིན་པས་བླ་མས་ཇི་ལྟར་བསྒོ་བ་བཞིན་ཉམས་སུ་བླངས་ནས་འཁོར་འདས་ཀྱི་ནི་འཕྲོ་དག་ཆོད་པ་ཞིག་བྱེད་པ་དགའ་ཡོངས་སུ་ཆེ་ལེགས་གསུངས་པའོ་དེ་རེད། དེ་འདི་ལྟར་བླ་མ་གི་གདམས་ངག་ཡོངས་སུ་བསྟན་ཚར་རྗོད་ཀྱིས་དེའི་རྗེས་སུ་ལ་སླ་དང་མི་སླ་ནི་ད་ཁྱེད་རང་རང་མོས་རེད་གསུངས་པ་རེད། ད་བར་རང་ལ་རག་ལས་ཤེས་པ་སྐྱིད་སོགས་བསྟན་པ་བདེ་བར་གཤེགས་པའི་གསུང་རྒྱུན་གཏེར་རི་མ་གཏོགས་དགེ་བའི་བཤེས་གཉེན་གྱི་ཐུགས་རྗེས་གཟི་བྱིན་ཡོད་ཚད་ཐང་ཆེན་ནི་གཟི་ཚ་རེད། ཤ་མེད་ལ་ཤ་ནི་ཞེས་ཚ་རེད་འགན་མེད་ལ་འགན་ཞེས་ཚུལ་ནི་ཞི་ཚ་དེ་མ་གཏོགས་མེད་ཚ་བ་རེད་དེ་ཡོད། ད་དེ་གས་བཙལ་བའི་ཐུགས་རྗེས་གཟི་བྱུ་དེ་གའི་རྗེས་སུ་ལྷག་དང་མི་ལྷག་གི་གཟི་བཞག་པའི་དན་དུ་ལ་ཆོས་འགྲོ་དང་མི་འགྲོ་དེ་ད་རང་རང་སོ་སོ་རག་ལས་པ་ཅན་གྱི་རེ་ཟུང་རེ་ནས་ལས་གྲགས་དགོས་ཀྱི་ཡོད་ན། སྨན་པས་བལྟས་པ་ཙམ་གྱིས་རག་མ་ལས་པར་དུ་བལྟས་ཟིན་པའི་སྨན་དེ་རང་གིས་ཟ་དགོས་རྒྱུ་རེད་ཟོས་ན་ཁྱོད་ནད་ལས་དྲག་རྒྱུ་རེད་སྨན་དེ་མ་ཟོས་ན་དགེ་བའི་ཤིང་སྨན་པ་མཁས་པ་ཞིག་སྨན་དེ་བལྟས་ཟིན་པ་ཡིན་ན་ཡང་ཁྱོད་ཀྱིས་མ་ཟོས་ན་ཁྱོད་དྲག་ཐུག་རྒྱུ་མ་རེད་བ་དཔེ་དེ་ལྟ་བུ་ཞིག་རྒྱུ་རེད་གསུངས་པ་རེད། དེ་ཡིན་པའི་རྒྱུ་མཚན་དུས་ད་ལྟའི་གི་དུས་སྐབས་འདི་ལ་ད་ད་མགྱོགས་ཅོག་རྒྱལ་གྱི་མི་ལུས་རིན་པོ་ཆེ་ནས་ཐོབ་བླ་མ་དགེ་བའི་བཤེས་གཉེན་དང་ནི་འཇར་དེ་དག་ཐམས་ཅད་ཀྱི་སྤོང་བྱ་ག་རེ་ཡིན་པ་བླང་བྱ་ག་རེ་ཡིན་པ་སྤོང་ཚུལ་ག་འདྲི་ཡིན་པ་བླང་ཚུལ་ག་འདྲི་ཡིན་པའི་གི་གནད་ཐམས་ཅད་ནི་ཤེས་པ་ཡོངས་སུ་ཤེས་ཚར་བ་ཅན་གྱི་རེ་ད་དེ་སྐད་ཅེས་ཤེས་ཚར་བའི་གི་དན་དེ་ད་ཉམས་སུ་བླངས་ན་ནི་རང་ཉིད་རང་ལ་འགན་བཞེས་པ་དང་རང་ཉིད་རང་གི་བཀའ་དྲིན་ཆེ་བ་ཅན་གྱི་ཐར་པ་དང་ཐང་ཆེན་བྱིན་པ་ཕྱི་ནང་གསང་གསུམ་གྱི་གནད་ཐམས་ཅད་ལ་གྲོལ་ནུས་པ་ཡིན་པ་ཅན་གྱི་དེའི་སྒོ་ནས་ཐག་དེ་ཆོད་དེ་ནི་འདུན་མ་ཡང་དག་པའི་གི་དེ་ནི་འདུན་མ་བསྟན་ལེགས་པ་གསུངས་པ་དགག་བྱའི་ཕྱིར་དེ་རེད། དེ་འབྲེལ་གྱི་རང་དབང་ཡོད་པའི་དུས་ཚོད་ལ་སོགས་པ་དང་རྒྱུ་རྐྱེན་ཐམས་ཅད་ཕུན་སུམ་ཚོགས་བསྡད་པའི་སྐབས་སུ་ད་རུང་དགེ་བའི་བཤེས་གཉེན་གྱི་བྱེ་བྲག་བསྟན་པར་གྱུར་འདི་རྗེས་སུ་མ་བསླབ་རྗེས་སུ་མ་སོང་ན་ནི་འོ་ད་ཁྱེད་རང་ཁ་འཐོར་ཞིག་མགོ་བཀུག་ཞིག་གར་ཞིག་གི་སའི་གོ་རེ་འཐོར་ཞིག་ནི་དེ་ནི་ངེས་སོ་འཁོར་བའི་གནས་ལ་སོགས་པ་དང་འཁོར་སོང་འཁོར་བའི་སྡུག་བསྔལ་ཆེན་པོ་འདི་ནི་ད་ལྟའི་བར་དུ་ལ་ཉམས་སུ་མྱོང་བར་བྱས་རེད་ཐར་པའི་དུས་ཚོད་དེ་ཁྱོད་ལ་མ་བྱུང་བ་རེད་དུས་ད་ལའོ་ཁྱོད་ལ་བྱུང་རྒྱུ་མེད་པ་ན་ཐོག་དེའི་སྟེང་དུ་སྐྱེ་དགོས་ཆོག་རྒྱུ་ཅི་དགའ་རང་ཡིན་དུས། དེ་ནི་གང་ན་ཡར་འགོ་ཞིག་འགྲོ་དང་མཐོ་འགོ་ཞིག་འགྲོ་ན་དེ་རང་རང་སོ་སོ་གི་ད་ལྟ་རྒྱུ་ཅན་རེ་ཟུང་རེད། བླ་མ་དགེ་བའི་བཤེས་གཉེན་གྱིས་ཇི་ལྟར་བསྒོ་བ་ལྟར་དུ་ཚུར་རྒྱུན་དུ་ཉམས་སུ་བླངས་ནས་འཁོར་སྲུང་འཁོར་བུའི་འཁྲུལ་རྟོག་ཐམས་ཅད་དེ་ཐར་པ་འདྲ་བོ་དེ་འཁོར་སྲུང་འཁོར་བ་རྣམས་མ་སྐྱེས་འདས་རྒྱུ་ཅན་གྱི་སྐྱེ་འཇིག་གི་ཐར་པ་འདྲ་བོ་དེ་ཕར་བསྐྱལ་ནས་ད་གཅིག་མའོ་ཙེ་ཏུང་བཀའ་ལ་མ་སྲུང་ན་གཅིག་འཕྲོག་གཏོང་གཅིག་འཕྲོག་གཏོང་སྲུང་མ་ནོར་གྱི་གཅིག་ནི་ཕྱེད་ཀྱི་ལུས་ཡོངས་ཁོག་སྲུང་ཁོག་འབུས་ཀྱི་འཕྲོ་ཐོག་གི་ཡོངས་སུ་བཅད་དགོས་པས་གཅིག་འཕྲོག་དེ་གཏོང་དགོས་ཀྱི་ཡོད་རེད་རང་གི་རང་ལ་རང་སད་སྡུག་བསྔལ་གྱི་ཡོངས་སུ་བཅིངས་པ་ལས་ཡོངས་སུ་དཀྲོག་དགོས་ཀྱི་རེད་སད་ཉན་མོ་དུ་ལས་དུ་ཉན་མོ་བཅིངས་དགོས་པ་ལས་དཀྲོག་དགོས་ཀྱི་ཡོད་རེད་དེ་ཡོངས་སུ། སྤྲོ་བ་ཞེས་པའི་གི་དུས་ངོ་མ་ད་ལྟའི་གི་དུས་ལ་ད་བབ་པ་ཅན་གྱི་ཡིན་དུས་སྐབས་དེ་དུས་ཀྱི་དུས་ལ་བབ་པའི་གི་དུས་སྐབས་དེ་མཐུག་ཁོགས་སུ་མ་སོང་བར་དུ་རང་གིས་རང་གི་མཁོ་ཐུབ་པ་ཅན་གྱི་ད་ག་ཆེ་ཤོས་འདོན་ནི་ཆེས་ཆེ་བ་དེ་ད་དེ་རེད་སོང་རེད། དེ་ལས་གཞན་དུ་གྲོང་ཆོག་པ་གྲོང་ཆོག་པ་རྣམས་ནི་ཤི་བོ་དགོས། དེ་ནི་རོ་སྔས་སུ་ཕྱིན་ནས་ཡར་འགྲོ་མར་འགྲོ་གི་ས་མཚམས་རྟ་ཁ་གསར་གྱིས་བསྒྱུར་བ་དང་འདྲ་ཞེས་ཟེར་གྱི་འདུག་དེ་ལའང་གཞུང་བ་སྔས་གསུམ་གྱི་ནི་གང་ཟག་ཅིག་ཡིན་ན་མ་གཏོགས་དེ་སྐབས་ལས་ཀྱི་གླུ་མར་གྱི་རྒྱ་ནས་དེ་འཇིགས་པའི་མུན་ནག་གི་མདུན་ནས་སུ་བ་སྡུག་གི་འཕྲང་རིང་གི་མཐོངས་ལ་མཐའ་ལ་སྐྱོར། སྐྱོར་སྐྱེ་འཇིག་གི་སྐྱེས་བུ་གི་སངས་ཀྱིས་མི་ཆགས་པའི་ཚུལ་ཤོད་དང་རྒྱོབ་རྒྱོབ་ཀྱི་ངང་ལ་དེད་ནས། བྲོས་ས་དང་དགའ་ས་ཤ་དང་རེ་ལྟོས་ཐམས་ཅད་ཟད་ནས་སྐྱེ་བཞག་རྟོགས་མི་ཕེབས་ཀྱི་སྐབས་སུ་ཡར་འགྲོ་མར་འགྲོ་གི་ས་མཚམས་ཅི་ལྟར་ཡིན་ཏེ་གསུངས་པ་རེད། ད་དེ་རིགས་ག་ཚོགས་གྲགས་པ་བཀའ་སྩལ་གྲོང་ཆོག་པར་གསུངས་པ་རེད། མདོ་སྨད་སྟེང་ལས་ཅན་གྱི་དམ་པའི་ཆོས་ཀྱི་སྒྲོ་དགུ་གི་ཡོད་ན་ཤི་བ་བར་དུ་འཁྲུངས་ལ་མ་སླེབས་པའི་སྨན་རོ་འདི་ན་ལ་ཀ་ཆེ་ཤོས་དེ་རེད་གསུངས་པ་ཅིག་དེ་རེད་མ་གཏོགས་ཤི་ཚར་བའི་རྗེས་སུ་ད་བླ་མ་གྲོང་ཆོག་པ་ཀྱི་ཚོགས་གདན་ནས་སྔས་མགོ་ལ་བསྟན་ཚར་དུས་དེ་ནི་ཡར་རྒྱས་མི་ལ་རས་པའི་གསུངས་པ་ནོར་གུས་ཅན་གྱི་གར་སེ་གོ་རེད། ཤི་ཟིན་པའི་རོ་ཡི་མགོ་བོ་ན་རྣོ་འདུར་པའི་བལ་བས་གློ་གཡོགས་ནས་སོང་བ་ནོར་གྱི་སྐྱིན་ཕོ་བ་ཧ་ཧ་ཧོས་ཟེར་ནས་དེ་གདོང་སྙན་པོ་གཅིག་གིས་བློས་གྱིས་བློ་སྦྱོང་བསྟན་གྱི་རེད་དེ། ད་དེ་ཤི་ཡར་འགྲོ་ཐུབ་པའི་གིས་ངེས་པ་གྱིས་འདུག་འགྲོ་ཐུབ་གི་ཡོད་མིན་ལ་ད་རུང་མ་ཤེས་པ་གྱིས་འདུག་ཧ་ལས་པའི་ད་ཉིན་ག་ཚ་སར་འཕྲད་ཚར་བ་ཅན་གྱི་ཡིན་དུས་ཁྱོད་ཤི་ཟད་ཐུག་ཤོག་རེག་ཚར་བ་ཅན་གྱི་རེད་སོང་ངལ་གསོ་བྱས་ནས། ད་ཡར་འགྲོ་མར་འགྲོ་བྱེད་པའི་གི་ས་མཚམས། རྟ་ཁ་ཡ་ཀོ་དུ་མ་ཀོ་དང་རྟ་ཁ་སག་གིས་བཞུ་བ་ཞེས་པའི་གི་བཏུས་དང་འདྲ་བར་གྱིན་གྱི་རིའི་ཟས་རྡོ་བླངས་མ་ཐང་ཅིག་ཟས་ཀྱི་འདུག་སྟེ། ཡིན་ན་ཡང་དག་ཅིག་ཤི་བ་ལྡུམ་རྩེ་མཁན་གཅིག་གི་མངལ་དུ་སྐྱོ་ཚར་ནས་སྲན་པོ་ཟེར་བའི་དུད་ཀ་དེ་ཤོར་ཚར་དུས་ད་དཀའ་མོ་མ་གཏོགས་མེད་བསམ་རེད་ལངས་གཞོན་པ་སྔས་སོང་གི་གང་ཟག་ལྟ་བུ་གྱིན་གྱི་ཡིན་ན་ནི་ད་བདེ་བདེན་པ་རེད་བསམ་པ་རེད། གཞོང་པ་སྔས། གཞོང་པ་སྔས་སོང་གི་གོང་ཟག་ཟེར་ན་ད་ད་ཏིག་གི་དུས་སྐབས། ཇི་སྲིད་མངལ་དུ་མ་བཞུགས་པར་ཤེས་སྲིད་ད་ཏིག་གི་དུས་སྐབས་འདིའི་གཏན་དུ་ལ་དེ་ནི་བླ་མ་དགེ་བའི་བཤེས་གཉེན་གྱི་སྨིན་པ་མཁས་པ་ལྟ་བུ་སྟེ་དེའི་ཡོངས་སུ་བསྟན་ཡིག་བཀྲལ་ཟིན་པའི་གི་དམ་པའི་ཆོས་ཀྱི་སྨན་ལྟ་བུ་དེའོ། ས་དེའི་གི་སྟེང་དུ་སྒམ་པ་དུ་སྒྲུབ་པ་ཡོངས་སུ་དེ་ནི་ལེ་ལྷོད་མེད་པར་བྱིན་ཏེ་འགེངས་ཏེ་རང་འགན་རང་གིས་ཁུར་ནས་དེ་ནི་ཞལ་གོ་ཡོད་ན། ད་འཆི་བ་བར་དོ་མངལ་དུ་བྱུགས་པའི་གནས་སྐབས་ན་ད་དེ་དུས་ཡར་འགྲོ་མར་འགྲོ་ཞེས་པའི་གི་ངོ་མ་རྐྱེན་གཅིག་གིས་དུས་ཚོད་ཐོག་ཏུ་བབས་པ་ཅན་གྱི་རེ་ཟུང་རེ་ཕོག་རང་མགོ་རང་གིས་འཇལ་དུས་ཡོད་ན་སྐབས་དེ་དུས་ད་ཡ་ཐ་བབས་དང་ཐང་ཆེན་བྱིས་པ་སངས་རྒྱས་ལོངས་སྤྱོད་རྫོགས་སྐུ་ཞིང་ཁང་དང་བཅས་ལ་ཕེབས་སྐབས་སོང་ན་ཕེབས་དུས་ཀྱི་དུས་སྐབས་དེ་ད་དེ་དུས་རེད་གསུངས་པ་རེད། ཕེབས་དུས་ཀྱི་དུས་སྐབས་དང། གོ་སྐབས་ཀྱི་ད་དེ་དུས་རག་རྒྱུ་རེད་གསུངས་རེད་མ་དཔོན་བུ་འཇུག་ལྟ་བུ་བྲོ་བ་གི་གསུངས་པ་ནང་གིན་ཅི་འདི་བླ་མ་དགེ་བའི་བཤེས་གཉེན་གྱི་བསྟན་པའི་གི་བུ་ཡི་གི་ཉག་ལན་དང་དེ་རིང་འོད་གསལ་སྔས་སུ་འཆར་བའི་གི་མ་ཡི་ཉག་ལན་གཉིས་པོ་དེ་མ་བུ་གལ་ཏེ་ནི་ངོ་འཕྲོད་པ་ལྟ་བུ་ཡིན་དུས་མ་སྤུངས་བུར་ཡོངས་སུ་འཇུག་པ་ལྟ་བུའི་ཞལ་ཏེ། དྲོ་བ་བཞི་ཐུགས་ལ་ཡོངས་སུ་བཅག་ནས་དེ་ནི་ཆོས་སྐུའི་ཞིང་གང་ལ། ཆོས་སྐུའི་ཞིང་གང་ལ་རང་གི་སེམས་ཡོངས་སུ་གཤེགས་པར་གྱུར་པ་ལྟ་བུ་དང་དེ་གའི་རྒྱུ་རྐྱེན་བཤད་པ་ལ་བརྟེན་ནས་རང་གི་ལུས་དང་ལོངས་སྤྱོད་རྫོང་ཁུག་གི་རྣམ་པ་ཡོངས་སུ་བཞེངས་པར་གྱུར་པའི་གོ་སྐབས་དུ་དུས་ཚོད་ཅིག་དེ་ནི་བར་དུ་འཁྲུངས་ནས་བྱུང་གི་རིགས་སྐབས་དེ་དུས་དེ་བདེན་པ་རེད་གསུངས་པ་རེད། དེ་བཞིན་དེ་མ་བཞུགས་ཕྱིན་ཆད་ནས་བཟུང་དེ་ལ་དེ་སྔའི་བན་ཆོས་ནི་བྱ་དགོས་བྱ་དགོས་གསུངས་ཏེ་བྱ་ལོང་མ་བཞུགས་པར་ནི་ཚེ་ཕྱི་མི་ཡུལ་ལ་ལྷས་ཚང་གིས་བྱིན་གྱིས་དྭངས་པའི་ཆུས་སྨིན་ལྟ་བུ་བྱིན་གྱིས་སྒང་དྲུག་གཉིས་ཀྱི་སྒོ་ནས་ཡོངས་སུ་ཟ་དགོས་ཟ་དགོས་གསུངས་ནས་ཟ་བི་གི་གོ་སྐབས་མ་བཞུགས་པའི་སྔས་ནས་བར་དུ་འཁྲུངས་ལ་ལྷས་ཚང་གིས་གང་ཟག་ཆོས་དག་ལན་ལྔའི་ཆོས་ཁ་མཐོ་ཞིག་ནས་འགྲོ་བ་མགོ་ཡོངས་སུ་ཚུགས་ཟིན་པ་དང་འགྲོ་བའི་ལམ་ཡོངས་སུ་གླེང་ཟིན་པ་ཅིག་ཡིན་པས། ཅིག་ཡིན་གྱི་མ་གཏོགས་ཁྱོད་ཀྱི་ཤུ་འགོ་ན་ཡོད་པའི་གི་བླ་མ་དེ་གི་ཧ་ཧོས་ཟེར་བ་ཙང་ཅི་ད་ཡ་འགྲན་དགོས་ཟེར་ན་ཡང་ད་སེང་སྲིད་རྒྱུ་རེད་དེ་ད་དཀའ་མོ་ཞེ་རག་རེད་ཚ་བ་རེད་གསུངས་པ་རེད། ལས་ཀྱི་ལུང་མ་གི་རྒྱ་ནས་དེ་ཚ་བ་རེད་འཇིགས་པའི་མི་ནང་དུ་བོ་གི་མདུན་ནས་སུ་ཚ་བ་ཡིན་དུ་ཁྱོད་མི་འགྲོ་རང་དབང་མེད་པའི་དུས་ཀ་རུ་འགྲོ་བཞིན་སྐྱུར་པོ་གི་དེ་ནས་གི་ལང་ནས་ཁྱོད་གི་མཐོང་གི་མ་རེད་ཡ་འགྲོ་མ་འགྲོ་ཞེས་པའི་གི་ལང་མཐོང་བཞིན་སྐྱུར་པ་ལ། དེ་ལྟ་ཅི་བཅུ་པའི་གྱི་དགེ་བའི་དམ་པར་སྤྱོད་ཅིག་དགེ་བའི་བསོད་ནམས་ཀྱི་མལ་གྱི་ཡོད་དགོས་ཀྱིར་དགེ་བའི་བསོད་ནམས་ཀྱི་མལ་གྱི་མེད་ན་བར་དུ་མི་ནག་མཐོན་པོ་དེ་དུས་ནང་དུ་ས་ཐུག་གི་མ་རེད་གསུངས་པ་རེད་རྒྱུ་མཚན་དེ་ལ་བརྟེན་ནས་ཤི་བོ་ཐམས་ཅད་ཀྱི་ཁྱི་རྡུལ་མ་སྨན་མང་པོ་སྤར་འདུག་དགོས་པའི་རྒྱུ་མཚན་དེ་རེད་ད་ལྟ་སེམས་པའི་དུས་སུ་ང་ཚོ་ཉིན་མོའི་སྣང་བ་ལ། ང་རང་ཚོ་གི་འཇིག་རྟེན་སྔ་ཕྱིའི་བོད་ཀྱི་གང་ཟག་ཐམས་ཅད་ཡིན་ན་སུ་ཡིན་ན་ཡང། དེ་ནི་ཕ་ལ་བརྟེན་ནས་ཞུགས་འབུལ་གྱི་ཐིག་ལེ་དཀར་ཆ་རུང་བརྗོད་ལས་ཡོལ་བསྡད་པ་དང་མ་ལ་བརྟེན་ནས་ཞུགས་འབུལ་གྱི་ཐིག་ལེ་དམར་ཆ་རུང་བརྗོད་ལྷུན་རྫོགས་སུ་ཡོལ་བསྡད་པའི་རྒྱུ་མཚན་ངམ་པ་དེ་གཉིས་ལ་བརྟེན་ནས། ཕ་ལས་ཐོབ་པའི་ཐིག་ལེ་དཀར་ཆ་གི་རྒྱུ་རྐྱེན་བཤད་པ་ལ་བརྟེན་ནས་ང་ཚོ་ཉིན་མོ་གི་སྐབས་སུ་མཚན་མོ་ལ་ཟླ་དབྱིག་གི་འོད་སྣང་གིས་བེད་སྤྱོད་ཐུབ་གི་ཡོད་རེད། མ་ལས་ཐོབ་པའི་ཐིག་ལེ་དམར་ཆ་གི་རྒྱུ་རྫས་ལ་བརྟེན་པ་ལ་བརྟེན་ནས་དེའི་རྫས་དེ་གི་རྟེན་འབྲེལ་ལ་འཆར་སྣང་གི་མགོ་མ་འགག་མགོ་མ་བཀག་པའི་སྟོབས་ཀྱིས་སྒོ་ནས་ཉི་སྣང་ལ་དེ་ནི་ཡལ། ཉེས་དམིགས་ཀྱི་སྣང་བ་ལ་བརྟེན་ནས་ཉི་སྣང་དང་མཚན་སྣང་གཉིས་ཀ་ཉི་མ་དང་ཟླ་བ་གཉིས་དགུ་བའི་སྣང་བརྟེན་ནས་རང་འགྲོ་ག་དགུས་ཀྱི་ལམ་ཡོངས་སུ་མཐོང་གི་ཡོད་རེད། ཚེ་ཕྱི་མ་བར་དུས་ཡོད་ན་སླད་པའི་གནས་སྐབས་ན་རང་གི་ལུས་པོ་བོར་ཚར་བ་ཅན་གྱི